བཀྲ་ཤིས་བདེ་ལེགས་ངའི་མིང་ལ་བསྟན་འཛིན་ནོན་ཝན་ཡིན་ང་མོན་པར་སམ་བོད་དོ་གཞི་རིམ་བུ་མོའི་སློབ་གྲྭ་ནས་ཡིན་ད་རིང་ངས་བོད་པ་ཚོ་གིས་བོད་ཀྱི་སྐད་ཡིག་ག་ཅིག་ནས་རྒྱག་དགོས་ཡོད་མེད་རྒྱུ་མཚན་ཁ་ཤས་ཅིག་ཤེས་ཡ་ཡིན་ཡང་ད་ང་ཚོ་གོང་ས་མཆོག་གིས་གསུངས་བ་ན་ཞིག་ང་ཚོ་མི་རིགས་ཤིག་ཡིན་པ་སོང་ཙང་ང་ཚོ་བོད་སྐད་དེ་མ་རྒྱས་ན་ཨ་ནི་ང་ཚོ་བོད་ཀྱི་མི་རིགས་ལ་དེ་ཡང་ང་ཚོ་འོ་དེ་མིང་ཙམ་དུ་འགྱུར་འགྲོ་གི་རེད་ཟོ་འདི་ང་ཚོ་བོད་སྐད་གང་ཐུག་ཐུག་ཡག་པོ་རྒྱག་གོ་རེད་ཨི་ཧ་ད་ང་ཚོ་བོད་དེ་རྒྱ་མེད་ཀྱི་བར་ལ་ཡོད་ར་ཨ་ནི་རྒྱ་མེད་དེ་ཚོ་གི་དམིགས་ཡུལ་གཙོ་བོ་དེ་ག་ལ་ན་ང་ཚོ་བོད་མི་དམངས་ཁ་ཅིག་རིག་གཞུང་དང་བོད་ཁ་ཅིག་སྐད་དེ་རྩ་མེད་བཏང་ཡ་རེད་གལ་སྲིད་ང་ཚོ་བོད་ཁ་ཅིག་སྐད་དང་བོད་ཀྱི་རིག་གཞུང་ཚོ་རྩ་མེད་དུ་འགྲོ་ན་ཨ་ནི་ང་ཚོ་བོད་མི་དམངས་ཚང་མ་ལ་ཨ་ནི་འགྱུར་བ་ཆེན་པོ་འགྲོ་གོ་རེད་ཧོན་དེ་གི་ང་ཚོ་བོད་སྐད་དེ།

གང་ཐུག་ཐུག་ཡག་པོ་རྒྱག་དགོས་རེད་བོད་སྐད་མ་ཤེས་ན་ཧ་ནི་བོད་སྐད་སྦྱང་དགོས་རེད་ཨ་ནི་ཧ་ད་ང་ཚོ་ང་ཚོ་སོ་སོ་ལུང་པ་ག་གཅིག་སྐད་མ་རྒྱག་བ་བྱས་གཞན་པ་ལུང་མ་ག་གཅིག་སྐད་རྒྱག་ན་ཨང་ང་ཚོ་ངོ་ཚོགས་ཆག་དགོས་རེད་འོན་དེ་གིས་ང་ཚོ་སོ་སོ་ལུང་པ་ག་གཅིག་སྐད་དེ་དྲན་པ་མ་བྱས་བ་བྱས་ནས་ལག་ལེན་བསྟར་ནས་རྒྱག་དགོས་རེད་ཨ་ནི་ཧ་ད་ང་ཚོ་གོང་ས་མཆོག་གིས་ཨ་ནི་ཁོང་གི་བཀའ་སློབ་ནང་ལ་ཨ་ནི་སློབ་ཕྲུག་དང་གཞོན་པ་དེ་ཚོ་ལ། སོ་སོར་བོད་ཀྱི་སྐད་དང་བོད་ཀྱི་རིག་གཞུང་ལ་སྲུང་སྐྱོབ་བྱེད་སླད་དེ་ཡང་ཡང་གསུངས་དགོས་སྐོར་རེད། ཧོ་འདི་ཡིག་ང་ཚོས་འོན་ཏེ་ལག་ལེན་བྱེད་དགོས། ཐུགས་རྗེ་གནང། གོང་ས་མཆོག་སྐུ་ཚེ་ཁྲི་ཕྲག་ནས་ཁྲི་ཕྲག་བརྟན་པ་ཤོག།